འབྲས་བུའི་ཐོག་ལ་ཁོང་རྣམ་པ་ལ་ཐུགས་རྗེ་ཆེ་ཞུ་བ་དང་ཨ་ནི་གོམ་འགྲོས་དེའི་ནང་ལོགས་ལ་ཕེབས་ཕེབས་ཉེན་གྱི་ནང་ལོགས་ལ་ད་ང་རང་དང་འབྲེལ་བ་དང་ངོ་ཤེས་ཡོད་བསྡད་ཅོ་ད་ད་བསྟེན་ན་ཕུན་ཚོགས་ལགས་ཀྱི་གནས་ཚུལ་དང་འབྲས་བུའི་ཐོག་ལ་ང་སྐད་ཆ་ཚིག་གཉིས་ཤོད་ཀྱི་དྲན་སོང་ད་ཉེ་ལམ་སུད་ནང་ལོགས་ལ་སྐྱེ་སྟོང་རྒྱལ་གཅེས་པ་དབང་འདུས་ལགས་ཀྱི་ད་བོ་དོང་གི་གོམ་འགྲོས་ལས་འགོར་ཏེ་མཇུག་བསྒྲིལ་ཚར་བའི་རྗེས་ལ་སླར་ཡང་ད་སུད་སི་ལ་གནས་བཅུག་ཨ་ནི་གཙང་མ་དང་བློ་བཟང་ལགས་དང་དེ་ནས་བཀྲ་ཤིས་རྣམ་རྒྱལ་ལགས་བསྟན་རྣམ་ཕུན་ཚོགས་ལགས་རྡོ་རྗེ་དངོས་གྲུབ་ལགས་ཚེ་བརྟན་ཆོས་སྒྲོན་ལགས་དང། ཨ་ནི་མོ་རང་གི་བུ་མོ་པད་མ་ལགས་བཅས་དང་བོད་མི་རྒྱལ་གཅེས་པ་གྲོགས་གིས་སུད་སི་ལ་ད་ལྟ་བོད་གདོང་གོམ་འགྲོ་གནོང་བཞིན་པ་རེད་བཞག་དེ་བྱས་ཏེ་རྣམ་པ་ཚང་མ་ལ་ང་རང་བོད་པ་ཅན་པའི་ངོས་ནས་སེམས་སྟེང་ནས་བཀའ་དྲིན་ཆེ་ཞུ་བ་ཡིན། དེ་ནས་གོམ་འགྲོ་གནོང་མཁན་གྱི་ནང་ལོགས་ལ་ད་ང་རང་གི་ཐད་ཀར་ངོ་ཤེས་རྒྱུ་དེ་བསྟན་རྣམ་ཕུན་ཚོགས་ལགས་གཅིག་པུ་མ་གཏོགས་ཨ་ནི་གཞན་དག་ངོ་ཤེས་པ་དེ་འདྲ་སྐད་མི་འདུག་ད་ང་རང་གི་ངོ་བོ་མ་ཤི་བ་ཡིན་པ་ཡིན་ན་ལས་ཁུངས་རྣམ་པ། དངོས་གནས་སོ་སོ་ཀྱིས་རང་ངོ་རང་གི་བཤེས་གཉེན་དང་རང་འགན་རང་གིས་འཁུར་བྱས་ནས་ལག་ལེན་རང་གི་ཐོག་ནས། ད་རྒྱལ་སྤྱིའི་ནང་ལོགས་ལ་ད་ལྟའི་ཆ་ལ་བོ་གདོང་འཐབ་ཚོགས་ཀྱི་གོ་སྐབས་རྩ་ཆེན་པོ་འདི་དམ་འཛིན་ཐུབ་ཉེན་གི་ད་རྒྱལ་སྤྱིའི་པ་སྣ་བཅུ་དང་གྲོང་ཚོ་བདེན་པ་དེ་ནི། དགྲ་གཉེན་ངོ་ཤེས་མཁན། ཤ་སྟག་བཅས་ཀྱི་རྒྱལ་སྤྱིའི་སྤུན་ཟླ་དེ་འདྲ་རེ་བཞག་སྟེ་བྱེད་དུས་སེམས་གཏིང་ནས་དངོས་གནས་དགའ་ཚོར་ཆེན་པོ་དང་སྤོབས་པ་ཆེན་པོའི་ཐོག་ནས།

ད་ལྟའི་དུས་ལོ་དུས་ཚོད་ལ་དེ་རིང་ངས་བཤད་ཡ་གི་ཁོང་གི་ལོ་རྒྱུས་དང་འབྲེལ་བའི་སྐད་ཆ་འདི། སྤྱི་ཚོགས་ལ་དངོས་གནས་ཅིག། བོད་པ་ཞིག་གི་ངོས་ནས་དང་སོ་སོའི་འགན་འཁྲི་ལ་ངོས་འཛིན་བྱེད་ཀྱི་ཐད་ནས། ཁོང་གི་ལོ་རྒྱུས་དེ་ཅིག་ཞུས་པ་ཡིན་ན་བོད་པ་སོ་སོ་གི་མི་ཚེ་གི་འགན་འཁྲི་དང། ལྷག་པར་དུ་བཙན་བྱོལ་བོད་མི་བཅས་ཀྱི་ནི་འཐབ་རྩོད་ཀྱི་ཐོག་ལ་ངོས་འཛིན་དང། ད་འགན་འཁྲི་ཕྱིར་བཏང་དེ་འདྲ་གི་ཐོག་ལ། ལྟ་སྲིད་ཐུགས་ཕན་གསོས་ཀྱི་རེད་དྲན་འདུག་ད་ངས་དེ་ཅིག་ནི་ཞུ་གི་ཡོད། ཐ་ན་བསྟན་ནམ་ཕུན་ཚོགས་ལགས་དང་ང་ཚོ་ད་སྐྱེས་ས་གི་གྲོང་སྡེ་གཅིག་པ་དེ་འདྲ་དུ་མ་རེད་དེ་ཡིན་ན་ད་ཆུ་བོ་གཅིག་གི་མགོ་གཞུག་དང་ཡུལ་སྡེ་སྟོབས་མེད་འདྲ་བོ་ཅིག་ཆགས་འདུག་ཡོད་རེད་ན་ནི་ལྷག་པར་དུ་རོང་པོ་རབ་བརྟན་དགོན་གྱི་ད་ལྷ་སྡེ་གཅིག་པ་རེད་ང་ཚོ་དེ་རིང་ཁོང་དང་ང་གཉིས་ད་མི་ཐོག་གཅིག་པ་ཡིན་པ་གང་ཞིག་ལ་ད་ལོ་ཡི་བར་ཆད་ཕྲན་བུ་བར་ཆད་ཡོད་རེད་དྲན་གྱི་འདུག་ད་གང་ལྟར། དགྲ་བོ་རྒྱ་ནག་གིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལ་བོད་ལ་བཙན་འཛུལ་མགོ་བཙུགས་ནས་ད་བོད་ཡུལ་རིམ་པ་བཞིན་དུ་ཡར་བཙན་འཛུལ་དང་བཙན་འཛུལ་བྱས་པའི་བརྒྱུད་རིམ་ལ། ད་ང་ཚོའི་ཕ་ཡུལ་ལ་ཆ་མཚོན་བ་ཡིན་ན་རོང་པོ། ད་བར་ཁམས་སོག་རྫོང་རོང་པོ་ལ་ཡ་གི་ད་ལུང་པ་ཆེ་རེད་ཨེ་ནི་ང་སྐྱེས་ས་གི་གྲོང་སྡེ་དེ་གྲོང་སྡེ་དམ་བར་ཤུག་རེད། དེ་ནི་ང་ཚོ་གི་ཕ་ཡུལ་ལ་ཕྱི་ལོ་གཅིག་སྟོང། དགུ་བརྒྱ་ལྔ་བཅུ་ང་བརྒྱད་ཀྱི་ལོ་ལ་ད་དགྲ་བོ་རྒྱ་ནག་གིས་བཙན་འཛུལ་དམག་སླེབས་པ་རེད་དེ་སླེབས་པའི་སྐབས་ལ་ནི་གཅིག་སྟོང་དགུ་བརྒྱ་ང་བཅུ་ང་བརྒྱད་ལ་རོང་པོ་སྡེ་དགོན་དགུ་མཉམ་འབྲེལ་གྱིས་ལྕགས་ཐག་ལག་སྦྲེལ་གྱིས་སྣ་རྒན་ལ་བཞག་བྱས་ནས་ནི། བཅོ་བརྒྱད་དྲུག་ཅུ་དམག་རོལ་རླབས་བྱས་ནས་ཕོ་ལོ་བཅོ་བརྒྱད་ནས་ད་དྲུག་ཅུ་བར་ལ་ནི། རྒྱ་ནག་ལ་ཨ་ནི། དམག་འཁྲུག་གདོང་ལེན་བྱེད་ཡག་གི་དམག་ནང་ལ་ཞུགས་ཡག་གི་ད་གོང་ལྟར། རྣ་རྒན། ལྕགས་ཐག་ལག་སྒྲིལ་གྱི་རྣ་རྒན་ལ་ཡ་དེ་བཞག་བྱས་ནས། འཁོར་ལོ། གོང་ལྟར། ད། དེ་རེད་བཅོ་བརྒྱད་ནས་དྲུག་ཅུ་བར་ལ་ད་གོང་ལྟར་དམག་ནང་ཞུགས་ཡོད་རེད་རྒྱ་ནག་ལ་སྒོར་འཛིང་བྱེད་ཡག་བྱས་ཏེ་ད་དེའི། དམག་སྐྱེད་ལ་དག་སེར་ཚུལ་ཁྲིམས་དང་དམག་དཔུང་ལ་ནི་བསྟན་འཛིན་རྣམ་གྲོལ་དང་རོང་པོ་དཔུང་ག་འཇིགས། དེ་ནི་སྡོམ་པ་དཔུང་ནོར་བུ་དོན་ཡོད་ལ་སོགས་པའི་དག་དམག་སྐྱེད་དང་དམག་དཔུང་རིམ་པ་གི་བཀོད་འདོམས་དགོས་པའོ། ལ་དག་རོང་པོ་སྡེ་དགོན་དགོས་གལ་གོང་ལྟར་བོད་ཀྱི་དག་མདོ་དབུས་ཁམས་གསུམ་ཀ་ལ་རྒྱ་ནག་ལ་ཕར་རྒོལ་དང་ནི་འཐབ་འཛིང་འཐབ་འཁྲུག་བྱེད་པ་ནང་བཞིན་སྦྱར་སྲུང། བཙན་རྒོལ་གྱི་ནི་དམག་འཐབ་རིམ་པ་བཞིན་དུ་བྱེད་པ་ནང་བཞིན་དག་ང་ཚོའི་ཕ་ཡུལ་ལ་ཆ་མཚུངས་བ་ཡིན་ན་ནི། དེ་འདྲའི་བྱེད་བྱེད་ནས་ད་གོང་ལྟར་བཅོ་བརྒྱད་དྲུག་ཅུའི་དམག་སྒོར་གྱི་འོག་ལ་ད་མེ་མདའ་ཡོད་ཉེས་ཀྱི་མེ་མདའ། དེ་ནི་ཤན་གྱི་མེ་སྒྱོགས་བཟོ་ཡག་དང་རྦབ་རྡོ་སྒྲིལ་ཡག་དང་ད་ནི་གྲི་དང་སྟ་རེ་དང་མདོང་ཡིན་ཆོག་གིས་བྱེད་ནས་ད་གོང་ལྟར་ད་རྒྱ་ནག་ལ་ལྔ་བཅུ་ང་བརྒྱད་ལ་ད་དམག་འཁྲུག་བརྒྱབ་ཡོད་རེད་ད་ས་ཆ་ལ་ཆ་མཚོན་བ་ན་བ་ཡ་ཚ་ཁ་དང་དེ་ནི་ར་མ་ཟམ་ཁ་སོགས་རྫོང་དེ་ནི་ཁྲ་ཚོང་གྲི་སྟག། བ་རུ་མདའ་ཞུས་གསེབ་དང་སོ་མོ་གདོང་ལ་སོགས་པའི་རྟ་དམག་ས་ཁག་བཅོ་བརྒྱད་ནས་དགྲ་བོ་རྒྱ་ནག་ལ་རྟ་གོང་ད་ཕར་རྒོལ་གྱི་དམག་བརྒྱབ་ཡོད་རེད། དེའི་བརྒྱུད་རིམ་ནང་ལོགས་ལ་རྟ་རྒྱ་ནག་གི་དམག་མི་དགྲ་བོ་ཆ་བཞག་ན་ཕལ་ཏེ་བརྒྱ་ཕྲག་མང་པོ་གོང་དར་ཤི་རྨས་གཏོང་བ་དང་རྒྱ་ནག་གི་གཅིག་མེ་མདའ་དང་དེ་ནི་མེ་སྒྱོགས་དང་དེ་ནི་རླངས་འཁོར་ལ་སོགས་པ་གིས་རྒྱ་ལག་གི་དཔྱ་དངུལ་བཙན་འཕྲོག་བྱེད་ཡག་ད་ལྟ་དེ་འདྲ་ཁེ་ལས་གང་ལྟར་འཐབ་འཁྲུག་མཛའ་དྲག་པོ་དང་གཟི་བརྗིད་ལྡན་པ་བྱས་ཡོད་རེད། ད་མཐའ་མ་དེ་ལ་དམག་གི་གྲོང་ཁ་དང་གོམ་ཚོང་བཟོ་ངན་དང་གོམ་ཚོང་གི་མ་མདོང་དུས་དེ་ནི་ག་ལེ་ག་ལེ་གང་ལྟར། སྡེ་ཁང་ཡོངས་རྫོགས་ད་རྒྱ་ཡི་བཙན་རྫོར་བ་ལ་ཚུད་བྱས་ནས། ད་རོང་པོ་རབ་བརྟན་དགོན་དབང་ལབ་དུས་བར་མཁམ་གི་ད་ག་རེ་ལབ་དགོས་རེད་ད་དགོན་དེ་སྐད་ར་ཆེས་གྲས་ཆེ་རེད། དེ་ནི་རོང་པོ་རབ་བརྟན་དགོན་དེ་གང་ལྟར་རྒྱ་ཡི་མེ་སྒྱོགས་ཀྱིས་ད་རྩ་མེད་ཤུལ་མེད་ལ་བཏང་བྱས་ནས་ཞིག་རར་དུ་བཟོས། བཟོས་བ་དང་ད་ཕྱིས་སུ་ད་རྒྱ་ནག་ཁོ་རང་གིས་དེ་ནས་རྒྱ་ཆེ་བྱ་གྲོང་གི་རྗེས་ལ་སྲིད་ཇུས་གུ་ཡངས་ལ་ཡ་དེ་བྱས་བ་དང་ནི་ལྷག་པར་དུ་ཀུན་གཟིགས་པན་ཆེན་རིན་པོ་ཆེ་ཀུན་དྲན་བཅུ་བ་མཆོག་གིས་ད་ཐུགས་ཕོབ་སྣེ་ཁྲིད་ཀྱི་འོག་ནས་ནི་བོད་མདོ་དབུས་ཁམས་གསུམ་གྱི་ད་དགོན་སྡེ་ཁག་རིམ་པས་བསྐྱར་གསོ་ཞུ་རྒྱུ་གི་སྐལ་བ་བྱུང་བ་ནང་བཞིན་ད་ངའི་ཕ་ཡུལ་ལ་ཆ་མཚོན་བ་ཡིན་ན་དེ་ནི། ད་སྐབས་དད་འདུས་ཀྱི་རོང་པོ་རབ་བརྟན་དགོན་གྱི་ཨ་ནེ་དབུ་བླ། དུ་རྒྱ་བླ་མ་བསྟན་འཛིན་ཆོས་ཀྱི་ཉི་མ་དཔལ་བཟང་པོ་མཆོག་གི་དབུ་ཁྲིད་ལམ་སྟོན་གྱི་འོག་ལ་དེ་ནས་དགེ་སློང་བློ་བཟང་བསམ་གཏན་དང། དེ་ནས་བ་རྡོ་བློ་རྒྱ་ཐུབ་བསྟན་མཐར་ཕྱིན། དེ་ནས་གོར་རྡོ་བསྟན་བཟང་དེ་ནས་ད་ལྟ་ངའི་ཨ་གཞོན་ད་གྲོངས་ཚར་བ་རེད་མེ་ཉག་བསྟན་འཛིན། ད་ལགས་སོགས་པའི་ཁོང་ཚོ་གི་མི་ཐོག་རྒན་པ་རྣམ་པ་གི་གཙོ་བོ་གི་འགན་ཁུར་སྣེ་ཁྲིད་ཀྱི་འོག་ནས་དེ་རོང་པོ་རབ་བརྟན་དགོན་ལ་དེ་བསྐྱར་བཞེངས་ཞུས་བ་རེད། ད་བསྐྱར་གཞན་ཞུས་བྱས་ནས་རོང་པོ་རབ་བརྟན་དགོན་གྱི་མདོ་ཁང་དེ་ལ་སྐ་རིང་བཅུ་གཉིས་དང་ད་གྲྭ་བ་སུམ་སྟོང་ནས་བཞི་སྟོང་བར་བྱུང་བ་གི་མདོ་ཁང། གསར་བཞེངས་དེ་ནི་སྲོང་བདེ་འཇིགས་གསུམ། ལ་སོགས་ཀྱི་ད་སྔོན་མ་གི་ཆོས་ཕྱོགས་ཀྱི་ཆོ་ག་ཕྱག་ལེན་དེ་སོགས་སླར་གསོ་ཐུབ་པ་མ་ཟད། དེ་ནི་མཚན་བརྗོད་པར་དཀའ་བ་ད་བདག་གི་རྩ་བའི་བླ་མ། སྐྱབས་རྗེ་འཇར་བསྟན་རབ་གསལ་དཔའ་བཟང་པོ་མཆོག་གིས་ད་བྱིན་རླབས་དང་ཐུགས་བསྐྱེད་ཁོང་གིས་སྐུ་ལས་བྱུང་བའི་འབད་རྩོང་ལ་བརྟེན་བྱས་ནས་ད་ཚེ་ཉིད་ཀྱི་ཤེས་རབ་གསར་འཛུགས་བྱས་བྱས་ནས་ད་དགེ་བཤེས་སྟོང་ཡ་གི་རིམ་པ་ཡོངས་རྫོགས་ད་ལེགས་གྲུབ་བྱུང་བྱས་ནས་དེ་འདྲ་གི་ད་བསྟན་པ་ལ་བྱས་རྗེས་རླབས་ཆེན་པོ་བཞག་གནང་ཡོད་རེད། ད་ད་ལྟ་རྒྱ་ནག་གི་བོད་ནང་ལོགས་ལ། དགོངས་དེ་ག་རེ་ཡོད་བ་དེ་ཁོང་ཚོ་གི་བསྐྱར་གསོ་བྱས་བ་ཡིན་བསམ་པ་ཞིག་དགོས་རེད་ཧམ་བཤད་བྱེད་བྱེད་ནས་འཛམ་བུ་གླིང་ནི་བོད་དོན་ལ་ཆོས་དད་རང་དབང་ཡོད་བ་ནི་རྒྱ་ནག་གི་བོད་པའི་ཆོས་དད་རང་དབང་ལ་གང་ལྟར་མཐོང་དང་ནི་རྒྱབ་སྐྱོར་ཡོད་ནི་དགོངས་པ་སྟོབས་ན་དེ་བསྐྱར་གསོ་བྱས་ཡོད་བསམ་པ་ཞིག་དགོས་རེད་དངོས་ཡོད་གནས་ཚུལ་གི་ང་ཚོའི་དགོངས་པ་ལ་དཔེ་བཞག་བ་ཡིན་ན་ད་རོང་པོ་རབ་བརྟན་དགོངས་ལ་ཆ་བཞག་བ་ཡིན་ནམ། སྔོན་མ་བོད་རང་བཙན་ཡོད་པའི་སྐབས་ལ་རྗེ་བཙུན་བྱམས་པ་མགོན་པོ་གི་སྐུ་བརྙན་གསེར་བཟང་གི་བཞེངས་བྱ་ཆོས་ཐོག་ཚད་གསུམ། བྱེད་ཕྱོགས་ཀྱི་རྟགས། དེ་འབྲེལ་གྱི་རྗེ་བཙུན་བྱམས་པའི་སྐུ་བརྙན་ཆེན་པོ་གཅིག་ཡོད་རེད། ལོ་རྒྱུས་ནང་ལ། དེ་ག་ནང་བཞིན་རྟགས་གསལ་སྐུ་ལི་མ་ལ་ཆ་མཚོན་ཡང་ན་དེ་ནི་ཤར་ལི་དང་ནུབ་ལི་ལི་ཕྲག་ལ་སོགས་པའི་རྟགས་ལི་སྐུ་རྙིང་པ་རྦད་དེ་ཉིས་སྟོང་ལྷག་ཡོད་རེད། དེ་ནས་གསེར་བཟང་གི་སྐུ་བརྙན་བརྒྱ་ཕྲག་དང་སྟོང་ཕྲག་གསེར་བྲིས་དང་དངུལ་བྲིས་ཀྱི་དཔེ་ཆ་རྙིང་པ་འཕོངས་ཆེན་པོ། དེ་ནི་རིན་གོང་ཧ་ཅང་ཆེ་བའི་གི་རྟགས། ཐང་ག། ལ་སོགས་པའི་ལྟ་སྒོམ་པ་གི་གནའ་རྫས་རིན་ཐང་སྦྱར་དགོས་ན་རིན་ཐང་སྦྱར་དཀའ་བ་དེ་ཚོ་ད་རྒྱ་ནག་གི་གཏོར་བཤིག་སྐུ་འཁྱེར་དབོར་འཕྲོག་བྱེད་ཀྱི་ནི་རྩ་མེད་ཤུལ་མེད་བཟོས་ཡོད་རེད། དགོན་པ་ཡང་བསྐྱར་གསོ་བྱེད་པའི་སྐབས་ལ་རྒྱ་ནག་གཞུང་གིས་སྒོར་མོ་ཁྲི་དྲུག་ཅིག་པོ་ཅིག་སྤྲད་ཡོད་རེད་དགོན་པ་བསྐྱར་གསོ་བྱེད་ཡ་ལ། སྒོར་མོ་ཁྲི་དྲུག་དེ་རྒྱ་ནག་གི་རོང་པོ་རབ་བརྟན་དགོན་གྱི་སྔོན་མ་གི་གནའ་རྫས་གཏོར་བཅོམ་བྱེད་ཕྱོགས་ཀྱི་ནང་ལོགས་ནས་སྐུ་འདྲ་ཅིག་གི་རིན་པ་ཡང་ལོངས་ཀྱི་ཡོད་མ་རེད། སྟོང་ཕྲག་གཅིག་གི་རིམ་པ་ཡང་ལོང་གི་མེད་པ་དེ་སྐབས་དེ་དུས་ཀྱི་ད་གྲྭ་བ་རྒན་པ་དེ་སོགས་ཀྱིས་གསུང་གི་འདུག་ཀུ་ག་ས་རྩ་ཆེན་པོ་ཡོད་མེད་དེ་འདྲའི་བྱས་དུས་ཙམ་པ་ལ་རོང་པོ་ར་སྟེ་སྒོ་བསྐྱར་གཞན་གྱི་འབྲོག་གྲོང་ཡོངས་སུ་རྫོགས་པ་དེ་རོང་པོ་སྡེ་དགོན་དགུ་ཡི་དད་ལྡན་སེར་སྐྱ་གཉིས་ཀྱི་གྱི་རྒྱུ་དང་དངུལ་པོ་དང་བཀའ་སྤྱི་འབད་བརྩོན་ལ་བརྟེན་ནས་བྱུང་བཞག་རྒྱུ་གཅིག་རེད་མ་གཏོགས་དགྲ་བོ་རྒྱ་ནག་གིས་བསྐྱར་གསོ་བྱས་བཞག་རྒྱུ་གཅིག་མ་རེད་དེ་ངས་ཤོད་ཡིན་གཙོ་བོ་དེ་རེད་གཅིག། དེ་ནི་སྔོན་མ་འདྲ་བོ་ཅིག་ཆགས་ཀྱང་ན་རོང་པོ་རབ་བརྟན་དགོན་ལ་གྲྭ་བ་གྲོང་དགའ་བདུན་བརྒྱ་དང་ཡས་མས་ཅིག་ཡོད་རེད་གསུང་གི་འདུག་ད་དགེ་འདུན་པ་རྒན་གྲས་དེ་སོགས་ཀྱི་ཡིན་ན་ད་ལྟའི་ཆ་ལ་རྒྱ་ནག་གིས་ད་གོང་ལྟར་གྲྭ་བ་ཚད་བཀག་བྱེད་ཀྱི་ནས་ད་ཉིན་བརྒྱ་ནས་སུམ་བརྒྱ་བར་རོ་མ་གཏོགས་མེད་དེ་བས་གནས་སྟངས་ཅིག་ཆགས་འདུག་ཡོད་རེད་ད་ལྟའི་ཆར། ད་དེ་ཚོའི་སྐོར་དེ་ཤེས་ནས་དཔེ་མང་པོ་བཤད་ཡ་རེད་ད་དེ་རིང་གཙོ་བོ་ངས་བཤད་ཡ་དེ་བསྟན་རྣམ་ཕུན་ཚོགས་ལགས་སྐོར་ནས་བཤད་ཡ་ཡིན། ད་ལྟའི་ན་ཕུན་ཚོགས་ལགས་ཀྱི་སྐོར་དེ་ད་ལྟ་ངས་གོང་གི་ད་ལོ་རྒྱུས་ཀྱི་དུམ་ཚང་དེ་དང་འབྲེལ་བ་ཡོད་བསྡད་རྒྱུ་ཅི་རེད་དེ་ག་རེ་བྱས་ནས་ལབ་ན། རོང་པོ་རབ་སྟོན་དགོན་རྒྱ་ཆུ་བྱ་གྲོང་གི་རྗེས་ལ་བསྐྱར་བཞེངས་བྱེད་ཡག་གི་ཆེད་དུ་ད་གོང་ལ་ཞུ་ཕྱོགས་ཀྱི་མི་རབས་རྒན་པ་དེ་ཚོ་གི་སྣེ་ཁྲིད་ཀྱི་འོག་ལ་ད་མི་རབས་གསར་བ་གི་ནང་ལོགས་ནས་ད་ལྟའི་ན་ཕུན་ཚོགས་ལགས་དང། དེ་ནས་ངའི་ཕུ་བོ། ད་ངའི་གཅེན་པོ་གར་ཚག་སྦྱར་བསྟན་མཁས་གྲུབ་ལགས་སོགས་པའི་གི་ད་ཁོ་རང་ཚོ་གི་གྲས་ཀྱི་མི་ཐོག་ཐད་ཀྱི་ན་གཞོན་བརྒྱ་ཕྲག་མང་པོ་གི་ད་གོང་ལྟར། དཀའ་ལས་བརྒྱབ་ཡོད་རེད་ཁོང་ཚོ་གི་གྲས་དེ་གས་ད་རེ་ཐུག་བར་གིས་ལ་དེ་ནི་རྡོ་བཤའ་ཡག་དང་རྡོ་བསྔོག་ཡག་དང་ད་དེ་ནི་རྡོ་དབོར་འདྲེན་བྱེད་ཡག་དེ་ནི། ངའི་ཕ་ཡུལ་སྡོམ་པ་གའི་ས་ཆ་ནི་སྡོམ་གསེབ་ལ་གས་ད་ནགས་ཕྲུག་ནི་དེ་ནི་ཤིང་ནགས་གཅོད་རིགས་བྱེད་ཡག་དང་ཤིང་ནགས་དབོར་འདྲེན་བྱེད་ཡག་ད་དེ་འདྲེ་གི་རྡོ་དང་ཤིང་ཆ་དེ་ཚོ་དབོར་འདྲེན་བྱས་ཚར་བའི་རྗེས་ལ་དེ་ནི་རོང་པོ་ར་བརྟེན་དགོན་གི་མདོ་ཁང་དང་བླ་རང། དེ་ནི་ཆུ་རགས་དང་བྲག་ཤ་བཅས་པ་གསར་བཞེངས་བྱེད་ཡག་གི་ཆེད་དུ་གླ་ཕོགས་སྒོར་མོ་གཅིག་ལ་མེད་བ་ལ་མི་ལོ་ལོ་ཆེན་བརྗེས་གི་རེང་ལ་ད་ཁོང་ཚོ་གི་གྲས་དེ་གས

དགོན་འཕགས་ཀྱི་སྟེང་ཤུག་བར་གསུམ་གྱི་རྩིག་པ་རེ་རེ་དང་གདུང་མ་རེ་རེ་དང་ཀ་བ་རེ་རེ་གྱི་ངོས་ལ་ད་ཁོང་ཚོ་གི་ལག་འགྱེལ་དང་མེན་ཁུག་འགོ་ཡག་གི་ད་དེ་འདྲ་གི་དཀའ་ལས་རྒྱབ་ཡོད་རེད་མི་དེ་ཚོ་སྤྲད་དེ་གི་དེ་འདྲ་རེད། དངོས་གནས་སྐབས་དེ་དུས་ད་དགོན་པ་གསར་བཞེངས་བྱེད་ཡག་གི་ཁྲོ་དགོན་པ་གསར་བཞེངས་གི་བྱེད་བྱེད་ལས་ཀ་དེ་དམག་བསགས་ཀྱི་ཡིན་པ་ཡིན་ན་ད་དམག་བསགས་གི་ནང་ལ་མདུན་མཆོང་བྱེད་ཉིན་དེ་ད་ཁོང་ཚོའི་གྲས་གི་བཟོ་འདྲ་བོ་དེ་ཚོ་རེད་མདུན་མཆོང་གི་དམག་དཔུང་དེ་ཚོ། ང་ད་དུང་ཡང་ད་ལྟའི་སྐབས་ལ་ཡང་ཁོང་ཚོ་གི་དེ་དུས་དགོན་པ་བསྐྱར་བཞེངས་བྱས་ཀྱི་དཀའ་ལས་རྒྱབ་སྐྱོར་དེ་ཚོ་སོ་སོ་མེད་ཀྱི་མཐོང་ཡོད་དུས་ཙམ་པ་ཅིག་སྤོབས་པ་བསྐྱེད་ཡག་དང་ཡིད་སྨོན་བསྐྱེད་ཡག་གི་ལོ་རྒྱུས་ཅིག་ང་རང་གི་སེམས་དང་བསམ་པ་ནང་ལོགས་ལ་ད་དུང་ཡང་ཡོད། ལུང་གཤོང་ལུང་འགག་དེ་འདྲ་ནི་ད་འགས་གཏོར་རྦབ་འདྲེན་བྱེད་ཀྱི་ནི་རྡོ་བཤའ་ཡག། རི་གཟར་གཡུང་དྲུང་དེ་འདྲ་ནི་ད་ཤིང་ནགས་སྐྱོ་སྟོབས་དབོར་འདྲེན་བྱེད་ཡག་གི་ལས་ཀ་དེ་ཚོ་ད་དཀའ་ལས་ཆེན་པོ་གི་གནས་ཚུལ་གཅིག་པུ་མ་རེད་ཚེ་སྲོག་ལ་དཔེ་ཉེན་ཁ་ཆེན་པོ་རེད།

བཅུ་དྲུག་བཅུ་བདུན་བཅོ་བརྒྱད་དེའི་ཡང་རོ་འདི་རུ་ད་གསལ་བོར་དྲན་གི་མི་འདུག་ཁོ་རང་འདྲ་བོ་ཆ་བཞག་ན་དེ་འདྲའི་གི་ད་ལོ་ཆུང་ཆུང་ཅིག། སྡོམ་སྡོམ་གསེབ་ལ་དེ་ནི་ཤིང་ནགས་མར། སྟོབས་བྱས་ནས་ཤིང་ནགས་དབོར་འཐེན་བྱེད་པའི་སྐབས་ལ། ནི། དེ་འདྲའི་ཤིང་ཤིང་སྡོང་གི་འོག་ལ། ནི་མར་གཡང་ནས་ཟ་བྱས་ནས་ད་ཐ་མ་ཚེ་སྲོག་ཤོར་བ་རེད། ད་དེ་འདྲའི་གི་གོང་ལྟར། དཀའ་ལས་ཆེན་པོ་དེའི་ནང་ལ་དམག་ས་ཅན་ཡིན་པ་ནི་ད་དམག་དཔུང་གི་བཟོ་འདྲ་བོ་དེ། ད་གང་ལ་ཞུ་ཆོག་གི་ཁོང་ཚོ་གི་བསྟན་ན་ཕོ་ཚོ་ཁོང་ཚོའི་གྲས་ཀི་མི་ཐོག་དེ་ཚོ་གི་ད། སྐུ་ལས་རྒྱབ་ཡོད་རེད་ད་དེ་ཚོའི་གྲས་ཀི་དགེ་འདུན་པ་མང་པོ་ཅིག་ད་ད་རྒྱ་གར་ལྷོ་ཕྱོགས་དེ་བ་ལ་ཡོད་རེད། དེ་ནི་ཁ་ཤས་ཅིག་ཕ་ཡུལ་ལ་ཡོད་རེད་ད་དེ་འདྲའི་རེད། ད་ང་རང་འདྲ་བོ་ཅིག་ཚོང་ཡིན་ན་སྐབས་དེ་དུས་ང་ཡི་གྲྭ་བ་ཅིག་རེད་ཡིན་ན་ལས། དགོན་པ་བསྐྱར་བཞེངས་བྱེད་པའི་སྐབས་ལ་ལམ་ཀ་བཟོ་ས་དེ་འདྲ་ལ་འགྲོ་མྱོང་དེ་ནི་དགོན་པ་ཡར་བཞེངས་པའི་སྐབས་ལ་ས་ད་གདུབ་དབོར་འདྲེན་བྱེད་ཡ་མ་གཏོགས་ཅིག། དུས་ཚོད་དེ་ལ་གཅིག་ནི་ལོ་ཆུང་ཆུང་གི་ཡིན་གྱི་རེད་ད་གཅིག་ནི་སོ་སོ་དེ་དུས་གཅིག་རིག་པ་འདྲ་བོ་ཁྲེལ་མི་ཡོད་བ་བྱེད་ཅིག་འདོན། ད་འདོན་པ་གིས་དགོན་པ་གིས་གཅིག་ཆུ་ཆུ་དང་དེ་སོ་ལྟ་ཤེས་ཀྱི་ཡོད་དུས་གོང་ལྟར། གཅིག་ཚོགས་འཚོགས་ཡ་དང་ཡང་དེ་འདྲའི་ལ་ལས་འགུལ་འདྲ་བོ་ཅིག་རྒྱབ་བྱས་ནས་གོང་ལྟར་རྡོ་བཤགས་ས་དང་ཤིང་ནགས་གཅོག་ཐབས་བྱེད་ཡ་དང་ཤིང་ནགས་དབོར་འདྲེན་བྱེད་ཡ་དེ་འདྲའི་ལ་ལྟ་བཏང་ཡོད་མ་རེད་དགོན་པའི་ལས་འགུལ་དང་ལས་སྣེ་རྣམ་པ་གིས། དེ་འདྲའི་བྱེད་བྱེད་ནས་ད་ང་རང་རེ་བ་ཆགས་བྱས་ན་དེ་དུས་གཅིག་དཔེ་ཆ་ལྟ་ཡག་དང་དེ་ནས་གཅིག་མཚན་ཉིད་ལ་སློབ་སྦྱོང་བྱེད་ཡག་ད་ང་ཚོའི་གྲས་ཁ་ཤས་ཅིག་ལ་དེ་འདྲའི་གོ་སྐབས་བཟང་པོ་རག་ཡོད་རེད་ད་དེ་འདྲའི་རག་ཡག་དེ་ཡང་དགོན་པའི་གི་ད་གང་ལ་ཞུ་ཕྱོགས་ཀྱི་བླ་གྲྭ་རྣམ་པ་བཅས་དང་ནི་ལྷག་པར་དུ་ད་ཁོང་ཚོའི་གྲས་བསྟན་ནམ་ཕུན་ཚོགས་དང་ད་ངའི་ད་ལྟ་གཅེན་པོ་འཇར་བསྟན་མཁས་གྲུབ་ད་ཁོ་རང་ཚོའི་གྲས་དེ་གི་དཀའ་ལས་རྒྱབ་ཡི་གི་བཀའ་དྲིན་ལ་བརྟེན་བྱས་ནས་ད།

ཡིན་པ་མ་ཟད་དངོས་གནས་ཀྱི་གླེང་ལ་རྒྱ་ཅན་ཞིག་ངོས་འཛིན་བྱེད་ཀྱི་ཡོད། ང་ཐོག་མར་རྒྱ་གར་ལ་གསར་འབྱོར་བྱས་ནས་སོ་ཁ་སློབ་གྲྭ་ལ་བསྡད་ཡོད་པའི་སྐབས་ལ། ཁོང་རྒྱ་གར་ལྷོ་ཕྱོགས་ནས་ཡར་རྡ་རམ་ས་ལར་ཕེབས་པའི་སྐབས་དེ་འདྲ་ལ་མཐིང་མ་ཁ་ཤས་ང་ཐུག་ག་ལ་སོ་ཁ་སློབ་གྲྭ་ལ་ཕེབས་ཅིག་ལག་དངུལ་གནང་ཡག་དེ་འདྲ་གནང་སོང། ད་དེ་དུས་ང་འདྲ་བོ་ཅིག་ན། དངུལ་ཁུག་སྟོང་པ། ལྷམ་མགོ་རེ་ཅོ་དེ་འདྲ་བཙེམ་ནས་བྱུང་དེ་ཉིན་གྱི་སློབ་མ་ཐབས་ཆག་ཅིག་རེད་ད། དེའི་སྐབས་ལ་ཅིག་དངུལ་ལ་ཡ་དེ་ག་ཟེ་གལ་ཆེན་པོ་དགོས་མཁོ་ཡོད་པ་དེ།

བསྡུ་སྐོང་བྱེད་ཡ་དང་དེ་གཙོ་སྐྱོང་བྱེད་ཡ་བཅས་ལ་མཆན་བྱིན་ནས་སུས་སུ་རྫུ་རེག་ལ་ཉི་མ་གསུམ་བསྡད་པ་ཡིན། ཉི་མ་གཉིས་ང་ཚོ་རང་བཙན་འཚོལ་འདུ་འཚོལ་ཡ་གི་ལས་རེམ་ཡོད་རེད་དེ་ནི་ལྷག་མ་ཉི་མ་གཅིག་སྟེ། སྐབས་དེ་དུས་ད་སུས་སུ་རེབ་གོང་དགོང་ལ་བཞུགས་བདེ་ཉིན་གི་རྒྱལ་སྤྱིའི་དཔའ་བོ། ཆབ་སྲིད་བཙོན་ཟུར་རྟ་ནང་འཇིགས་མེད་བཟང་པོ་ལགས་རྒྱ་གར་ལ་ཕྱིན་པ་ཡིན་ང་ཚོ། དེ་འདྲ་བྱེད་བྱེད་ནས་ཉི་མ་གསུམ་པ་དེ་ཁོང་མཇལ་ཁ་བྱས་དེ་ཕྱི་ཉིན་མོ་ནས། སུད་སི་ནས་མཐོང་ཡོང་བ་རེད་དེ་འདྲ་བྱེད་དུས་གཅིག་སུད་སི་ལ་ཡུལ་ལྗོངས་དང་དེ་འབྲེལ་ལྟད་མོ་ལྟ་མཁན་གོ་སྐབས་འདུག་གལ་ཆོག་མ་སོང་དེ་ཡིན་ན་ལས་ད་དངོས་གནས་ཀྱི་སོ་སོའི་རྗེས་མི་ཐོབ་པ་དང་རེ་སྟོང་ཆེ་ཤོས་འདྲ་བོ་སྟེ་སྐབས་དེ་དུས་རྟ་རྐང་འཇིགས་མེད་བཟང་པོ་ལགས། དུས་ཚོད་ཕྲན་བུ་རྗེས་མཇལ་འཕྲད་ཞུ་ཡ་རག་ནི་བཀའ་མོལ་ཞུ་ཡ་གི་གོ་སྐབས་དེ་འདྲ་བྱུང་སོང། དེ་ནི་ད་ངས་དེ་རིང་བཀའ་མོལ་ཞུ་ཡ་གཙོ་བོ་དེ་དགོངས་དོན་ད་རེ་རིང་པོ་འདྲ་བོ་འཆར་འདུག་ངས་སྐད་ཆ་བཤད་དུས་དེ་གཙོ་བོ་དེ་ད་ག་རེ་ཡིན་ལབ་ན། རོང་བཙན་ཚང་དུ་ཀོང་ཨ་ལ་སུད་སི་ཛུ་རིག་ལ་འགྲོ་བའི་སྐབས་ལ་ནི་དེ་རྣམས་ཕུན་ཚོགས་ལ་ཆེད་མངགས་ང་ཐུག་ག་ལ་ཕེབས་བྱུང། དེ་ནི་ཕ་ཁྱིམ་རང་བཙན་ཚང་དུ་གི་ཉི་མ་དང་པོ་གི་དགོངས་དག་ཡིན་ས་ཡོད་ཚང་དུ་བྲོས་ཚར་བའི་རྗེས་ལ་དེ་ནི་ཁོང་དང། ངེད་གཉིས། དེ་ནི་ཛུ་རིག་ནང་ལོགས་ཀྱི་རྩོམ་པོ་བཅས་ཀྱི་འགྲམ་ལ་གྲུ་གཟེངས་ཅིག་ཐོག་ལ་དེ་ནི་ངེད་འཆམ་འཆམ་བྱིན་པ་ཡིན། ད་དེ་དུས་ཁོང་གིས་ང་ལ། འཆམ་འཆམ་འགྲོ་ཞོར་དང་མཉམ་སྡོད་ལ་ནི་ཅིག་བྱ་ཐུང་ཡག་གི་སུད་སི་སྒོར་མོ་དེ་འདྲ་ལག་དངུལ་ལ་གནོངས་སོ། ད་སྐབས་དེ་དུས་ཁོང་གིས་ང་ལ་དངུལ་ལས་ཀྱང་རྩ་ཆེ་བས་ཀྱི་ད་དངུལ་གནས་ཀྱི་ལེགས་སྐྱིད་ཅིག་ང་རང་ལ་གནོངས་སོང། ད་དུང་ཡིན་ན་སོ་སོ་གིས་བསམ་བློ་ནང་ལོག་ལ་དཔེ་དེ་རིན་ཐང་ཆེན་པོ་ཅིག་བརྩི་གི་ཡོད་དེ། ད་དེ་དུས་དངུལ་ལས་རིན་ཐང་ཆེ་བས་ཀྱི་ད་ཁོང་གིས་ང་ལ་ལེགས་སྐྱིད་གནོངས་གནོངས་རྒྱུ་དེ་ག་རེ་རེད་ལབ་ན་སྐད་ཆ་ཅིག་རེད།

གཏམ་རྒྱུད་དེ་ལ་ད་རྒྱར་གཞན་དང་ལ་རྒྱ་གི་ཕྱོགས་བདེ་འཇོག་གི་གཏམ་རྒྱུད་ཅིག་ངོས་འཛིན་བྱེད་ཀྱི་ཡོད་ང་རང་གིས་གཏམ་རྒྱུད་དེ་ལ་བོུ་རྒྱལ་ཁབ་ཀྱི་བུ་གྲོགས་བཅས་ཀྱི་བློས་གཏོང་དང་འགན་སེམས། བཙན་བྱོལ་བོད་མི་བཅས་ཀྱི་ས་མཚམས་དང་བཙན་བྱོལ་བོད་མི་བཅས་ཀྱི་རྩ་འཛིན་ག་རེ་ཡིན་པ་དེ་ད་གཏམ་རྒྱུད་དེའི་ནང་ལོགས་ལ་གསལ་པོ་ཆགས་ཡ་ཅིག་གཏམ་རྒྱུད་དེ་གིས་ང་ཚོ་ལ་གོ་སྐོན་སློབ་གསོ་བྱེད་ཡ་ཅིག་དེ་འདྲིས་ཀྱི་རིན་ཐང་ཡོད་རྒྱུ་གི་སྐད་ཆ་ཅིག་ངས་ངོས་འཛིན་བྱེད་ཀྱི་ཡོད་དེ་འདྲི་ཡིན་པའི་ཆ་ནས་སྐད་ཆ་དེ་དངུལ་ལས་ཀྱི་རིན་ཐང་ཆེ་བ། རྒྱལ་ཁབ་སླར་གསོ་བྱེད་ཉེན་གྱི་མི་རིགས་ཅིག་ལ་འཚོ་བ་ཡིན་ན་སྤྱི་ཚོགས་ཅིག་ལ་འཚོ་བ་ཡིན་ན་དེའི་གཏམ་དེ་རྩ་ཆེན་པོ་ཞུ་ཅིག། ང་རང་ལ་ཚོར་སྣང་བྱུང་བ་དང་རྩ་ཆེན་པོ་ཅིག་ལ་ངོས་འཛིན་ཡོད་པའི་ཐོག་ནས་ངས་དེ་རིང་སྐད་ཆ་ཞུ་ཡ་གཙོ་བོ་དེ། གོམ་བགྲོད་འདིའི་ནང་ལ་ཕེབས་མྱེད་བསྟན་ནམ་ཕུན་ཚོགས་ལགས་ཀྱི་སྐད་ཆ་དེ་དེ་རིང་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡ་ཡིན།

ཁོང་ངེད་གཉིས་ག་ལེར་གོམ་པ་རྒྱག་གིན་རྒྱག་གིན་དེ་ནས་ཅིག་སྔོན་མ་སྐྱེས་ས་ཚར་ས་ཀྱི་ད་ཕ་ཡུལ་གྱི་རི་ཆུ་དང་ཕ་ཡུལ་གྱི་སྡེ་དང་དགོན་པ་ད་སོ་སོའི་སྲུང་ས་བསྡད་ས་དང་སྐྱེས་ས་ཚར་ས་ཀྱི་སྐོར་ལ་ད་སྐད་ཆ་བཤད་བཤད་འགྲོ་བའི་སྐབས་ལ། དེ་ནས་ཁོང་གིས་ང་ལ་དེ་གསུངས་སོང་སྟེ་ཁོང་ཨ་མ་ལ་ད་ལོ་ཆེན་པོ་ཡིན་པའི་རྒྱུ་མཚན་གྱིས་ཨ་མ་ལ་ཐུག་ཡག་གི་ཆེད་ལ་ད་བུ་ལ་མཐིང་མ་ཅིག་འགྲོ་ཡག་གི་འདོད་པ་ཆེན་པོ་ཡོད་དེ་འདྲ་ཡིན་དུས་རྒྱ་ནག་གཞུང་ཚབ་ལ་ལོ་ཁ་ཤས་ཅིག་གི་གོང་ལ་ཨ་མ་ཐུག་ཡག་གི་ཆེད་དུ་མཆོད་མཇལ་ཞུ་ཁ་ཕྱིན་པ་ཡིན་ཟོས་ཟེར། དེ་འགྲོ་བའི་སྐབས་ལ་རྒྱ་ནག་གཞུང་ཚབ་ཀྱི་ལས་བྱེད་དེ་འདྲ་གིས་ཁོང་ལ་ག་རེ་གསུངས་འདུག་ལབ་ན། ཁྱོད་རང་ལ་ཨ་མ་ཐུ་བ་ལ་བུ་ལ་འགྲོ་བ་ཡིན་ན་འགྲིག་གི་རེད། ཨ་ནི་ཁྱོད་རང་གིས་ཆ་ཅན་ཅིག་ཁས་ལེན་བྱེད་དགོས་རེད། ཆ་ཅན་དེ་ག་རེ་ཁས་ལེན་བྱེད་དགོས་རེད་ལབ་ན། དེ་རིང་ནས་བཟུང་སྟེ་རྒྱ་ནག་ལ་ངོ་རྒོལ་བྱེད་ཡག་གི་སྐད་འབོད་དེ་འདྲ་དང་མཉམ་ཞུགས་བྱེད་ཀྱི་མིན་ལབ་བྱས་ནས་ཁས་ལེན་བྱས་པ་ཡིན་ན། ཨ་ནི་ང་ཚོ་གིས་ཁྱོད་རང་བུ་ལ་འགྲོ་ཡག་གི་ཆོམ་ཆེན་སྤྲད་གི་རེད་ཐང་ཆེན་སྤྲད་པ་མ་ཟད། ཨ་ནི་ཁྱོད་རང་བུ་ལ་འགྲོ་ཡག་ལ། དཔལ་འབྱོར་དང་དངུལ་གྱི་འགྲོ་སོང་གི་སྟེང་ནས་དཀའ་ངལ་ཡོད་ཡིན་ན་འགྲོ་སོང་དུ་སོང་བ་ང་ཚོ་རྒྱ་ནག་གཞུང་ཚབ་ཀྱིས་རོགས་པ་བྱེད་ཀྱི་མི་གཏང་གི་རེད་སྤྲད་ཀྱི་རེད་དངུལ་ག་སེའི་ཕྱོགས་རོང་བོད་པའི་འཐབ་རྩོད་ཀྱི་ཆེད་དུ་དང་རྒྱ་ནག་ལ་ངོ་རྒོལ་སྐད་འབོད་བྱེད་ཀྱི་མིན། ལབ་ཡག་གི་ཆ་རྐྱེན་དེ་ཁས་ལེན་མ་བྱས་པ་ཡིན་ན་ང་ཚོ་གི་རྩ་བ་ཉིད་ནས་མཐོང་ཆེན་སྤྲད་ཀྱི་མ་རེད། དེ་འདྲ་ལབ་བྱས་ནས་ཕྱོགས་གཅིག་ནས་ཆ་རྐྱེན་གཏོང་བ་དང་ཕྱོགས་གཅིག་ནས་དངུལ་དང་དངོས་པོ་གི་ཁེ་ཕན་སྤྲད་བྱས་ནས་ནི་ཁོང་གོང་ལྟར་བསླུ་ཁྲིད་དང་བློ་འགུག་བྱེད་ཀྱི་ཐབས་ཤེས་བྱས་ཡོད་རྒྱ་ནག་གིས། དེ་འདྲ་བྱས་པའི་སྐབས་ལ་ནི་ཁོ་རང་གིས་ལན་ག་རེ་བརྒྱབ་འདུག་ལབ་པ་ཡིན་ན། ང་རང་འདྲ་བོ་ཆ་མཚུངས་བ་ཡིན་ན་ངའི་ཨ་མ། ལོ་ཧ་ཅང་ཆེན་པོ་ཡིན་པའི་རྒྱུ་མཚན་གྱིས་ད་མ་རྒན་དེ་མ་ཤི་གོང་ལ་ཤི་ཐོག་ཅིག་ཡོང་ཡ་དེ་ཨ་མ་མོ་རང་གི་ངོས་ནས་དང་ང་རང་གི་ངོས་ནས་ངའི་མ་བུ་གཉིས་ཀ་གིས་ད་ཚེ་འདས་ཀྱི་ངའི་མ་བུ་གཉིས་བར་གྱི་རེ་བ་ཆེ་ཤོས་དེ་ཡིན། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་བུ་ལ་འགྲོ་ཡག་གི་འདོད་པ་སྤེལ་འདུག་ཨ་མ་མ་འགྲོ་ངང་ལ་དེ་འགྲོ་ཐུབ་ན་ང་དགའ་བོ་ཡིན་ས་རེད། ཡིན་པ་ཡིན་ན་ལས་ང་བོད་པ་ཅིག་ཡིན་པའི་ཆ་ནས་དང་ང་རང་ལུང་པ་ལ་བཙན་བྱོལ་བ་སྐྱབས་བཅོལ་བ་བཅས་ཀྱི་མེན་ཁྱི་བྱས་ནས་སླེབས་བསྡད་ཉེས་ཅན་པའི་ཆ་ནས། རྒྱ་ནག་གཞུང་ལ་ངོ་རྒོལ་བྱེད་ཀྱི་མིན་བོ་དོང་འཐབ་རྩོད་བྱེད་ཀྱི་མིན་ལགས་ཀྱི་ཆ་བྱས་ཏེ་ངས་ཁས་ལེན་རྩ་བ་ཉིད་ནས་བྱེད་ཐུབ་ས་མ་རེད་ལབ་ཀྱི་ཁོ་རང་གི་བློ་ཐག་ཆོད་པོ་གི་ཐོག་ནས་ལན་དེ་འདྲ་བརྒྱབ་ཀྱི། ད་སྐད་ཆ་དེ་ག་ས་ག་རེ་གཏོང་འདུག་དངོས་གནས་ང་ཚོ་བསམ་བློ་ཡག་པོ་ཅིག་གཏོང་ཡ་རེད་དེ་ངའི་གྲོགས་པོ་ཡིན་པའི་རྒྱུ་མཚན་གྱི་དེ་རིང་ངོ་སྤྲོད་བྱེད་ཀྱི་མེད། ང་ཚོ་གི་འཐབ་རྩོད་ཀྱི་ནང་ལོགས་ལ་ད་ལྟ་གནས་སྟངས་འདི་དང་འབྲེལ་བ་ཡོད་ཅོག་གི་དོན་དག་མང་པོ་ཅིག་འབྱུང་གི་ཡོད་པའི་རྒྱུ་མཚན་གྱི་ངས་དེ་རིང་བཀའ་མོལ་དེ་ཞུ་གི་ཡོད། ད་ཁོང་གིས་དེ་འདྲ་གི་ལན་རྒྱབ་ཀྱི་ནི་རྒྱ་ནག་གི་ཆ་རྐྱེན་ཁས་ལེན་མ་བགྱིས་པའི་ཕྱིར་ཕྱིན་ནས་གོང་ལྟར་བོད་ལ་འགྲོ་ཡ་དེ་བློས་གཏོང་གནང་ཡོད་རེད་ད་ཁོང་གིས། དེ་འདྲའི་ལན་རྒྱབ་པའི་རྒྱུ་མཚན་གིས་ཁོང་ལ་བོད་ལ་འགྲོ་ཡ་གི་མཐོང་མཆན Visa སྤྲད་ཡོད་མ་རེད་ཨ་མ་ད་ཐོབ་ཐོབ་ཡོད་མ་རེད་ད་ལྟ་བར་དུ། ད་དེ་ཧ་ཅང་གི་དངོས་གནས་ཀྱི་ཚེ་འདི་གི་དྲིན་ཆེན་ཨ་མ་དེ་ཐུག་མ་ཐུབ་ཡ་སོ་སོའི་སྐྱེ་ས་འཚར་ས་དང་ཕ་ས་ཕ་ཡུལ་ལ་འགྲོ་མ་ཐུབ་དེ་དཔེ་མི་སྲིད་བློ་ཕམ་པོ་ཆེ་རེད། ཡན་པ་ཡིན་ན་ལས་ཁོང་གི་ཐག་སྐྱོ་དེ་དང་གླུད་གཏོང་དེ་བཙན་འབྱོར་བོ་མི་བཅས་དང་བོ་གི་བུ་ཕྲུག་བཅས་ཀྱི་ངོས་ནས་བཤད་བ་ནི་ཧ་ཅང་གི་གཟི་བརྗིད་ལྡན་ལ། བཙན་འབྱོར་བོ་མི་ཚང་མར་གི་མིག་དཔེ་བལྟ་དགོས་བ་གི་དཔེ་མཚོན་རླབས་ཆེན་ཞིག་རེད་བསམ་གི་ཡོད་ང་རང་གིས་དེ་ཡིན་པའི་རྒྱུ་མཚན་གིས་འཐབ་རྩོད་བྱེད་ཉེན་བཅས་ཀྱི་ངོས་ནས་བསམ་བློ་གཏོང་བ་ནི་ཁོང་གི་གཏམ་དེ་དང་ཁོང་གི་སྐད་ཆ་དེ་དང་ཁོང་གི་གཏམ་རྒྱུད་དེ། དངུལ་སྒོར་མོ་བརྒྱ་ཕྲག་ཁྲི་ཕྲག་འབུམ་ཕྲག་ལས་ཀ་རིན་ཐང་ཆེ་བ་ཅིག་བོད་པའི་སྤྱི་ཚོགས་ལ་ངོས་འཛིན་བྱེད་ཀྱི་ཡོད། ང་ཚོ་ཚོང་དམག་གིས་ནང་མི་བོད་ལ་ཡོད་རེད། ནང་མི་ལ་ཐུག་ཡག་དེ་གལ་ཆེན་པོ་ང་ཚོ་ཚོང་དམག་ལ་རེད། ནང་མི་ལ་ཐུག་ཡག་གི་འདོད་པ་དེ་ང་ཚོ་ཚོང་དམག་ལ་ཡོད་རེད། ཡིན་ན་ལས་ནང་མི་ཐུག་ཡག་གི་ཆེད་དུ་རྩ་སྟོང་ལུས་སྟོང་བྱེད། སོ་སོའི་རང་དབང་ལུས་སྟོང་བྱེད་པ་ཡིན་ན་ད་དེ་ངོ་མ། གི་ཐབས་སྐྱོ་བོ་ཞི་བུ་ཅིག་དང་ཐག་སྐྱོ་ནོར་འཁྲུལ་ཆེན་པོ་ཞི་བུ་ཅིག་བྱེད་ཀྱི་ཡོད་རེད་ད། བོད་ནང་གཉེན་འཕྲད་འགྲོ་ཡག་ཅིག་གི་ཆེད་དུ་ནང་མི་ཐུག་ཡག་གི་ཆེད་དུ་སྤྱི་བའི་ཐག། འཐབ་རྩོད་བློས་གཏོང་བྱེད། བཙན་བྱོལ་རང་དབང་ལུང་པ་ལ་ཡོད་ཆོག་གི་རང་དབང་དེ་བློས་གཏོང་བྱེད་ཀྱི་ནི་རང་དབང་དེ་ཆ་རྐྱེན་གཅིག་གི་འོག་ནས་སྦྱིན་བདག་ལ་སྤྲད་བཞག་པ་ཡིན་ན་ད་དེ་ལས་བློ་ཕམ་བ་གཅིག་དང་དེ་ལས་ནོར་འཁྲུལ་ཆེ་གཅིག་ང་ཚོ་ལ་བྱེད་ཡ་ཡོད་མ་རེད་བསམ་གྱི་འདུག་ང་རང་ངོས་ནས་ངས་དེ་སྐྱེད་ཞུ་ཡ་འདོད་པ་བྱུང་སོང། ང་ཚོ་རང་དབང་ལུང་པ་ལ་འཇུར་མཁན་ཚོ་གིས་སོ་སོའི་རྒྱལ་ཁབ་དང་མི་རིགས་ཀྱི་དོན་དུ་སྲོག་གཏོང་མ་ཐུབ་པ་ཡིན་ན་ལས་ནོར་མི་གཉེན་ཁྲིད། ཐུག་ཡ་དེ་དང་བོ་ལ་འགྲོ་ཡ་དེ་གླུད་སྡོང་བྱེད་དགོས་ཀྱི་རེད་དྲན་གོ་ད་དེ་བྱེད་དགོས་ཏེ་མ་མཐའ་ཡང་ང་ཚོ་གི་བཟུང་བཅུག་དང་ལ་རྒྱ་ད་ལས་རྒྱུ་འབྲས་ཅི་རེད་དྲན་གོ་རེད་ད་ང་ཚོ་ནམ་རྒྱུན་ནས་ཁ་ནས་ལ་རྒྱ་བཤད་ཡ་ལ་དགའ་བོ་ཡོད་རེད་ལས་རྒྱུ་འབྲས་བཤད་ཡ་ལ་དགའ་བོ་ཡོད་རེད་དེ་ནས་གཞིས་ལུས་མི་མང་དེ་ཚོ་ང་ཚོ་གི་བལ་དེ་ད། འདྲེན་ཚ་ག་རེ་ལབ་དགོས་རེད་ད་དོང་གི་བདག་པོ་ཡིན་གསུང་གི་ཡོད་རེད་ང་ཚོ་དེ་འདྲས་ཡིན་དུས་བརྩམས་པ་ལ་ད་ང་ཚོ་གི་དངོས་གནས་གནས་ཚུལ་དེ་སོགས་ཀྱི་ཆ་ནས་བསམ་བློ་གཏོང་བ་ནི་ཁོང་ཚོ་གི་རེ་བ་དེ་ག་རེ་རེད་ཁོང་ཚོ་གི་རེ་བ་དེ། རོང་བོ་ལུང་པ་ལ་ཡོད་ཉེན་གི་བཙན་བྱོལ་བོད་མི་དེ་སོགས་ཀྱི་སོ་སོའི་མི་རེག་དང་འཐབ་རྩོད་ལ་འགན་འཁི་ཡ་དེ་ད་ང་ཚོ་ལ་རེ་བ་ཆགས་དེ་དགོས་རེད་དེ་འདྲས་ཡིན་དུས་རྒྱུ་མཚན་གི་སོ་སོའི་ནང་མི་གཉེན་ཁྲི་ནང་མི་ཐུང་ཁྲིའི་འགྲོ་བ་དེ་ལུས་སྟོང་བྱེད་ཅིག་ནི་འཐབ་རྩོད་ལ་འགན་འཁྱི་དགོས་བ་དེ་ལྟ་ཞིག་ལུས་སྤུན་ཟླ་ཁའི་རེ་མང་ཡང་རེད། དེའི་ནང་ལོགས་ལ་སོ་སོའི་ནང་མི་གི་རེ་བ་ཡང་ངས་བསམ་ན་ཚུད་ཡོད་རེད་དྲན་གི་འདུག། ག་རེ་བྱས་ནས་ལ་བ་ཡིན་ན་ད་བར་དུ་དཔའ་བོ་དཔའ་མོ་ཁྲི་ཕྲག་འབུམ་ཕྲག་གིས་སོ་སོའི་ཚེ་སྲོག་བོད་ཀྱི་ཆེད་དུ་གཏོང་ཚར་བ་རེད། གཞིས་ལུས་བོད་མི་ཤི་སོང་གཉིས་ཀ་གི་བོ་དོང་གི་ཐིག་ནས་ང་ཚོ་བཙན་བྱོལ་བོད་མི་དེ་ཚོ་ལ་ཁ་ཆེམས་དང་རེ་བ་རྒྱབ་བྱེད་ནི་བསྡད་ཡོད་རེད་དེ་འདྲ་ཡིན་པའི་རྒྱུ་མཚན་གི་ང་ཚོ་གི་ནང་མི་གཉིས་ཁྲིའི་འགྲོ་བ་གི་གནས་སྟངས་དེ་ལུགས་ངན་པར་དུ་གཏོང་དགོས་ཡ་ཞིག་རེད་དྲན་འདུག་ག་སྲིད་ཆ་རྐྱེན་བཞག་གི་ཡོད་ན་ཆ་རྐྱེན་མ་བཞག་པ་བྱས་ནས་འགྲོ་ཐུབ་དགོས་ན་དེ་ཡག་པོ་རེད་ངོ་ནས་རྒྱ་མིས་ཆ་རྐྱེན་ཁས་ལེན་བྱེད་མ་དགོས་པར་སོ་སོ་སྟབས་བདེ་བོ་བཅས་ཀྱི་ཐོག་ནས་སོ་སོའི་ནང་མི་གཉེན་འཕྲད་ལ་འགྲོ་ཡ་དེ་འདྲ་གི་གོ་སྐབས་རག་དགོས་ན་དེ་ཡག་པོ་རེད་ཁ་ཤས་ལ་དེ་འདྲ་རག་གི་ཡོད་ཟེར་བ་རེད་དེ་ལབ་དུས་ཙམ་པ་ལ་ངས་བོད་ནང་ལ་གཉེན་འཕྲད་འགྲོ་ཉེན་ཚང་མ་ནི་རྒྱ་མིས་ཀྱི་ཆ་རྐྱེན་དེ་ཁས་ལེན་བྱེད་ཉེན་རེད་ཟེར་ངས་དེ་ཤོད་གི་མེད་ད་ཡང། སྟབས་མང་པོ་ཅིག་ལ་དེ་འདྲ་གི་ཆ་རྐྱེན་ཁས་ལེན་བྱེད་བཅུག་གི་ཡོད་རེད། ཆ་རྐྱེན་དེ་འདྲ་ཁས་ལེན་བྱས་པ་ཡིན་ན་ང་སོགས་ཀྱི་བརྙན་འཕྲིན་འགྲོ་བ་དེ་ལུས་སྟོང་བྱེད་དགོས་ཀྱི་རེད་ངས་དེ་ཤོད་ཀྱི་ཡོད་རེད། ང་རང་གིས་ཧ་གོ་ཡག་ལ་དཔེར་ན། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ས་གནས་རྒྱུན་ལས་དང་དབུས་རྒྱུན་ལས་བྱས་ཉེས་དེ་འདྲ་ལ་རྒྱ་མིས་ཀྱི་ཆ་རྐྱེན་གཏོང་བ་ང་རང་གིས་ཧ་གོ་གི་ཡོད་ད་དེ་ཚོའི་གྲས་ད་ལྟ་ཞུ་དགོས་ཡ་མི་འདུག་ཞུས་ན་ཕན་ཐོགས་ཟེར་གྱི་མི་འདུག་དེ་སོགས་ལ་ཆ་རྐྱེན་གཏོང་བྱས་ནས་དཔེར་ན་ཁྱེད་རང་ཚོས་ཕར་ཞོག་ད་བོད་ནང་ལོགས་ལ་ཅིག་ཆ་རྐྱེན་འདི་དང་མཐུ་རྐྱེན་འདི་སྦྱར་གི་ལགས་ཀྱི་གནས་སྟངས་དེ་འདྲ་བྱུང་ཡོད་རེད་ད་དེ་ཚོ་ད་ལྟ་ཞུས་ན་ཁོ་ཕན་ཐོགས་སུ་གྱེས་ཡོད་མ་རེད་བ། ང་རང་འདྲ་བོ་ཅིག་ཆ་འཚོ་བ་ན་བཙན་བྱོལ་ནང་ལ་འབྱོར་ཚར་བའི་རྗེས་ལ་ཨ་མ་གྲོངས་སོང་ཨ་ནེ་གྲོངས་སོང་ཨ་ཁུ་གྲོངས་སོང་ཨ་གཞོན་གྲོངས་སོང། སོ་སོ་གི་ཨ་གཞོན་གི་བུ་མོ་ང་རང་གི་སྲིང་མོ་གཅིག་དེ་འདྲ་བྱས་ནས་ད་བརྒྱུད་རིམ་དེའི་ནང་ལོགས་ལ་གྲོངས་སོང། ང་འདྲ་བོ་གཅིག་ནི་མ་ཤི་གོང་ལ་ཁོང་རྣམ་པ་ལ་ངོ་ཐོག་ཐོག་མ་སོང་ཤི་ཐོབ་ཅིག་ཐོབ་མ་སོང་ང་རང་ཨ་མ་ནས་བཙུད་པས། ལྷག་པར་དུ་ཉིན་ཐོག་བདུན་ལ་བོད་ཀྱི་གཞུང་ནང་ལྷན་ཚོགས་ཀྱི་དབུས་རྒྱུན་ལས་ལ་བདམས་པ་ནས་བཟུང་སྟེ་ང་རང་གི་ནང་མི་དང་སྤུན་མཆེད་ལ་ཁ་ཕར་ནང་ལོག་འབྲེལ་བ་ནམ་རྒྱུན་ཡོད་བ་དེ་ཡང་མཚམས་བཞག་ཡིན་ངེས་དེ་ནས་བཟུང་སྟེ་ཉིན་ཐོག་བདུན་ལ་གཞུང་ནས་དབུས་རྒྱུན་ལས་བདམས་པ་ནས་བཟུང་སྟེ་ངས་བོད་ནང་ལ་སོ་སོ་གི་སྤུན་མཆེད་དེ་སོགས་ལ་ཁ་ཕར་ནང་ལོག་འབྲེལ་བ་བྱས་ཡོངས་རྫོགས་མཚམས་བཞག་བྱས་ནས་མི་ལོ་བཅུ་གསུམ་འགྲོ་སོང་ད་ལྟ་ཡང་འབྲེལ་བ་མེད། དེ་ངས་ཁ་སྐམ་པོ་སྐད་ཆ་བཤད་གི་མིན་དངུལ་གནས་ཚུལ་གྱིས་བཤད་གི་ཡོད། ངའི་ཕ་ཡུལ་གཅིག་པ་དང་ངའི་དཔེ་འཇག་དང་ཚོང་མ་ཁག་གོ་གི་ཡོད་རེད་དེའི་གནས་ཚུལ་དེ། དེ་རྒྱལ་ཁབ་ཀྱི་འཐབ་རྩོད་ཅིག་གི་ནང་ལོག་ནས་ཅིག་བྱས་ན་ལུས་སྟོང་ཆེན་པོ་ཟིག་གི་མ་རེད་ག་རེ་བྱས་ན་ནི་སྲོག་གཏོང་ཉེན་མང་པོ་བྱུང་གི་ཡོད་རེད་བ། ང་ཚོ་གི་དཔེར་ན་རིག་གནས་གསར་བརྗེ་དང། དེ་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་བདུན་ཅུ་དོང་དགུ་བརྒྱ་ཅུ་བར་ལ་དཔེར་ན་ཆ་བཞག་ན། ང་ཚོ་གི་སྤུན་ཟླ་མང་པོ་ཀྱི་ལོ་སུམ་ཅུའི་བཞི་བཅུ་དེ་ལོ་བརྒྱ་མིག་བཙུམ་ངོ་ནང་ལ་ཚུད་ཡོད་རེད་དེ་སོགས་ལོ་སུམ་ཅུ་བཞི་བཅུ་གི་རིང་ལ་སོ་སོའི་ནང་མི་དེ་ཐོབ་ཐོབ་ཡོད་མ་རེད་བ། གནས་ཚུལ་དེ་སོགས་ལ་བསམ་བློ་གཏོང་བ་ཡིན་ན་ང་ཚོ་གཉེན་ཁྲིད་འགྲོ་ཡ་གླུད་གཏོང་བྱེད་ཡ་དང་བོད་ནང་ལ་ཁ་པར་འབྲི་བ་བྱེད་ཡ་གླུད་གཏོང་བྱེད་ཡ་དེ་སོགས་གླུད་གཏོང་ཆུང་ཆུང་གྱི་ལ་ངས་ངོས་འཛིན་བྱེད་ཀྱི་ཡོད། ད་ག་སེ་རྒྱ་ནག་གི་ཆ་ཅན་དང་དངུལ་དང་དངུལ་པོ་ཁས་ལེན་མ་བྱེད་པའི་ཆེད་ནས་བོད་ལ་གཉེན་ཁྲིད་འགྲོ་ཐུབ་དགོས་ན་དེ་ཡག་པོ་རེད་དེ་ཡི་རང་ཞུ་ཡ་མ་གཏོགས་ང་ཡིན་ན་དགག་བྱ་གེགས་གེགས་མེད། གཞན་པ་ཡིན་ན་ལས་གར་སྲིད། བཙན་བྱོལ་རང་དབང་ལུང་པ་ལ་སྡོད་མཁན་དེ་འདྲ་གིས་སོ་སོའི་གཉེན་ཁྲིག་དང་རྒྱ་མིའི་དངུལ་དང་དངུལ་ཕོག་གི་དོན་དག་ལ་ནི་རྒྱ་ནག་ལ་ངོ་རྒོལ་མི་བྱེད་ཡ་ཁས་ལེན་བྱས་པ་ཡིན་ན་ད་ལྟའི་ང་ཚོའི་སྤུན་གཞིས་ལུས་སྤུན་དག་གི་རེ་བ་ཆུད་ཟོས་གཏོང་བ་མ་ཟད། སོ་སོ་གི་རང་དབང་དེ་ཡང་གཞན་དབང་དུ་ད་གཡོ་བཙོང་བྱས་པ་དང་གཅིག་པར་བ་ད། སོ་སོའི་རང་དབང་དེ་གཞན་དབང་ཆགས་སོང་བར་བ། འདས་ས་དེ་རང་དབང་ལུང་པ་གཅིག་ནི་འདི་ཡོད་རེད་དེ་སོ་སོ་ལ་རང་དབང་ཡོད་མ་རེད་ཀན་པུའུ་རྒྱ་ཡག་གི་རང་དབང་ཡོད་མ་རེད། སོ་སོའི་མི་རིགས་ཀྱི་འགན་འཁྱེར་ཡག་གི་རང་དབང་ཡོད་མ་རུང་བ། ད་དེ་འདྲའི་ཆགས་ཚར་དུས་མི་གཅིག་ལ་ཆགས་མཚུངས་བ་ཡིན་ན་སོ་སོའི་རང་དབང་དེ་ཆ་རྐྱེན་གཅིག་གི་འོག་ནས་བློས་གཏོང་གི་ཐུག་བ་ཡིན་ན་དེ་ལས་ཐབས་སྐྱོ་བ་གཅིག་དང་དེ་ལས་ངོ་ཚ་ཡག་གཅིག་ད་ཡིན་ང་ཡོད་མ་རེད་དྲན་གི་འདུག་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་ཚོ་བཙན་བྱོལ་བོད་མི་ཚོ་གི་སོ་སོའི་འགན་འཁྲི་དང་མི་ཚེ་གི་རིན་ཐང་དེ་ངོས་འཛིན་ཡག་པོ་གཅིག་ས་མཚམས་དེ་མ་ནོར་བ་གཅིག་ཟིན་དགོས་དེ་ངས་གལ་ཆེན་པོ་ཞིག་མཐོང་གི་འདུག་ད་མཐའ་མ་དེ་བཙན་བྱོལ་བོད་མི་གི་འོས་འགན་དང་འགན་འཁྲི་དང་ས་མཚམས་གི་གནད་དོན་འདི་སོགས་ཀྱི་ཐོག་ལ་བོད་ནང་བརྙན་འཕྲིན་འགྲོ་འོང་ནས་མཚོན་པའི་གནས་ཚུལ་འདི་སོགས་ཀྱི་ཐོག་ལ་ང་ཚོ་བོད་གཞུང་གི་ཕྱི་རྒྱལ་དོན་གཅོད་ཀྱི་ལས་དབང་ཁག་དང། བོད་རིགས་སྤྱི་འཐུས་ཚོགས་པ་ཁག་ཚོགས་སྡེ་སྒྲིག་འཛུགས་ཁག་གིས་ནམ་རྒྱུན་དུ་ནི་དངོས་གནས་དོ་སྣང་དང། སོ་སོའི་སྤྱི་ཚོགས་ལ་གོ་སྐོན་སློབ་གསོ་དུས་ནས་དུས་སུ་བྱེད་དགོས་དེ་ངས་དཔེ་མི་སྲིད་གནད་འགག་ཆེན་པོ་མཐོང་གི་འདུག་གནད་འགག་དེ་གནད་དོན་དེ་ད་དུང་ཡང་རྫ་ཆེ་རུ་འགྲོ་གི་རེད་རྫ་དྲག་ཆེ་རུ་འགྲོ་གི་རེད། རྒྱ་མིའི་འདི་སོགས་ཀྱི་ཐོག་ལ་མུ་མཐུད་ནས་ལས་ཀ་ཤུགས་ཆེན་པོ་བྱེད་ཀྱི་ཡོད་དེ་ང་ཚོ་ཁ་ཧ་གོ་དགོས་རེད་དེ། དེ་འདྲའི་ཡིན་པའི་རྒྱུ་མཚན་གྱིས། ང་ཚོ་ཚང་མར་གྱིས་དོ་སྣང་བྱེད་ཡ་ཆེ་རེད་ངས་བཀའ་མོལ་ཞུ་བ་དེ་སློབ་གསོ་རྒྱབ་གི་མེད། ངས་བཀའ་མོལ་ཞུ་བ་དེ་རེས་སྐོར་ཅིག་ཞུ་གི་ཡོད། གནས་ཚུལ་གཅིག་ང་ཚོ་བོད་རིགས་ནང་ཁུལ་ལ་ངོ་སྤྲོད་བྱེད་ཀྱི་ཡོད་ངེས་ད་ག་རང་ཡིན། དེ་ནི་མཐའ་མ་དེ་ལ་ཞུ་ཡ་ལ། རྣམ་པ་ཚོ་གོམ་བགྲོད་གནང་ཉེན་གྱི་དངོས་གནས་རྒྱལ་སྤྱིའི་པ། རྣམ་པ་ཚང་མ་ལ་སེམས་གཏིང་ནས་དངོས་གནས་བཀའ་དྲིན་ཆེ་ཞུས་ཡོད། བཀའ་དྲིན་ཆེ་ཞུས་ཡིན་ད་གོམ་འགྲོ་གི་ལས་འགོ་ལ་དེ་ལས་སླ་བོ་ཅིག་ཡོད་མ་རེད་དངོས་གནས་ཀྱི་ཆུ་ཚོད་དང་ཆུ་ཚོད་ཉི་མ་དང་ཉི་མ་ལ་ད་དེ་འདྲའི་འགྲོ་དགོས་དུས་གཟུགས་པོ་ལ་ག་སེ་དཀའ་ངལ་ཡོད་བ་སྐོམ་པ་ལ་ག་སེ་དཀའ་ངལ་ཡོད་བ་དེ་ད་ཧ་གོ་ཡ་ཅིག་རེད་དེ་འདྲ་བྱེད་དུས་རྣམ་པ་ཚོ་གི་དཀའ་ངལ་ལ་གདོང་གཏད་ཅིག་ནས་བོད་ཀྱི་དོན་དག་ལ་འབད་པ་གནང་བ་སོ་སོའི་རྒྱལ་ཁབ་ཀྱི་དོན་དག་ལ་དཀའ་ལས་རྒྱག་བ་དེ་ལ་ང་བོད་པ་གཅིག་གི་ངོས་ནས་སླར་ཡང་རྣམ་པ་ཚོ་ལ་བཀའ་དྲིན་ཆེ་ཞུས་ཡ་དང་ཁྱེད་ཚོ་གི་བྱ་བ་ལམ་འགྲོ་ཡོང་ཡ་ད་ཁ་དྲོ་ཚེ་རིང་ཞུས་ཡ་ཡིན་བཀའ་དྲིན་ཆེ་རྣམ་པ་ཚང་མ།